འདི་ནས་ནར་སོན་པའི་བུ་མོ་གཅིག་ཡོད་ང་ལ་བླ་མ་བསྟེན་ཉེ་ཆེ། བུ་མོ་དཔེ་ལོ་ཆུང་ཆུང་རེད། ལོ་ཉི་ཤུ་རྩ་གྲངས་ཅིག་རེད། ཨ་ནེ་མོ་རང་ཡང་ལས་དང་སྨོན་ལམ་ཐོག་ནས་ང་ལ་ཀླ་ཀློ་འདྲེ་བ་ཆགས་རེད་མོ་རང་གི་ཨ་ཅག་དེ་ཨ་ནེ་ལགས་རེད་དེ་ཡིས་ཁྲིད་ཡོང་ཆེ། མོ་མ་གེ་ཡ་འདྲ་ལྡི་ལི་ལ་ཡ་ཨེམ་སའི་ཇི་དུ་བ་སྨན་ཁང་དེ་ལ་ཡ་ནར་སི་བྱས་བྱས་ཡོད་རེད། བྱས་ཙང་མོ་རང་དང་པོ་པ་གེ་ནར་སི་བྱས་ནས་ཡོད་བའི་ཁ་ཐུག་དེ་ལ་ང་མ་ཁྲེད་གོང་ལ། མོས་པའི་ཞེད་སྣང་ཞུ་བྱེད་དུ་བ། ག་རེ་ཟེར་ན་མོས་གདུང་འདྲེ་མཐོང་དུ་བ། དགོངས་དག་མཚན་ལ་ནར་སྲིད་འདུལ་ཡང་མང་འགྲོ་དུས། ཨ་ནི་བདེ་བ་ཚག་ཚག་ཚིག་ཚིག་དེ་འདྲ་མང་པོ་ཨ་ནི་རྔམ་སྐྲག་སྐྱེས། དེ་ལས་ཀྱང་སྒོམ་ཁང་ནང་ལ་ཡོང་བྱས་ང་ལ་ཡང་འདི་སྐད་དུ་བཤད་པ་རེད་ཨང་གར་བྱེད་ཀྱི་མ་རེད། བྱས་ན་ངས་ཁོ་རང་ལ་ཡང་ཁྱེད་རང་སུ་ལ་དད་པ་ཡོད། ཁྱེད་རང་གི་དད་པ་ཆེ་ཤོས་དེ་སུ་ཡོད། ཨ་ཁོ་རང་མི་སོ་སོའི་ལས་དང་སྨོན་ལམ་གྱིས་སློབ་དཔོན་རིན་པོ་ཆེ་གུ་རུ་རིན་པོ་ཆེ་ཡོད་ཟེར་ཨ་འགྲིག་གི་རེད་ཟེར་ཨ་ནི་ངས་གུ་རུ་རིན་པོ་ཆེ་དང་འབྲེལ་ནས་བླ་མའི་རྣལ་འབྱོར་གྱི་ཉམས་ལེན་བྱེད་སྟངས་ཆ་ཚང་ཅིག་བསླབས་ཨ་བསླབས་རྗེས་ཨ་ནི་ཟླ་བ་གཅིག་མཚམས་བསྡད་བཅུག་རེད་ད་ད་ཟླ་བ་གཅིག་མཚམས་བསྡད་ཨ་ནི་དེ་འདྲའི་བསྡད་ཚར་བའི་ཞུ་བསྡད་ཨ་ནི་དེ་མཉམ་དུ་བསམ་བློ་གཏོང་སྟངས་གལ་ཏེ་གདོང་དྲི་གི་རྐྱེན་འདྲ་འཕྲད་ན་བསམ་བློ་སྡུག་སུ་བཏང་འདི་སྡུག་སུ་བཏང་ད་ཆ་ཚང་བསླབས་པར་གདའ

ཨ་ནི་ཁྱེད་རང་ལ་གདོང་འདྲེ་གི་རྐྱེན་འཕྲད་ཡོང་དུས་བསམ་བློ་ལ་འགྱུར་བ་འགྲོ་དུས་མི་འདུག་ལྟ་ཨཱས་བྱས། ཨ་མ་ཕྱིན་རེད། ཨ་མ་ཕྱིན་རྗེས་ཟླ་བ་ཁ་ཤས་ཞོགས་ངས་ཕོན་བཏང་ཡིན། ད་ཁྱེད་རང། སྔོན་མ་བཞི་བོ་ཅིག་རྔམ་རག་གེ་ཞེ་སྣང་བྱེད་ཀྱི་འདུག་ཨ་ད་ལྟ་ག་འདྲེ་འདུག། ད་ལྟ་ག་རེ་བྱས་ཡིན་ན་གདོང་འདྲེ་མཐོང་ཡ་ཞེ་དྲག་མི་འདུག། སྐད་གོ་ཡ་མི་འདུག། གལ་ཏེ་ཡོད་རེད་བསམ་པ་ཡིན་ན་ཞེ་སྣང་སྐྱེ་ཡ་བཞག་ནས་ད་དེང་སང་སྙིང་རྗེ་སྐྱེ་གི་འདུག། ད་འདི་ག་རེ་རེད། བོད་མདོ་རུ་བ། འོ་ད་འདི་རེད། བྱས་ཙང་ད་འདི་འདྲ་ཡིན་པ་ཡིན་ཙང་ངས་ཡང་ད་ག་རེ་ཞུ་གི་ཡོད་ལགས་ན། སངས་རྒྱས་ཀྱི་ཆོས་ཟེར་ངེས་དེ་ལ་སྒོམ་ཉམས་ལེན་བྱས་ན་ཕན་ཡོན་དེ་བསམ་གྱིས་མི་ཁྱབ་པ་ཅིག་ཏན་ཏན་ཡོད་རེད། ད་འདི་ད་ལྟ་འདི་རེད་ད་གནས་སྐབས་ཀྱི་ཕན་ཡོན་རེད་བ། ད་ང་རང་ཚོ་སངས་རྒྱས་ཀྱི་ཆོས་བྱས་ཆོས་བྱས་ནས་ད་ལྟ་གསོན་པའི་འཇིག་རྟེན་འདི་ལ་གསོན་པའི་རེ་འགའ་དེ་ལ། གཅིག་སོ་སོ་ནམ་རྒྱུན་མི་ཚེ་སྤེལ་ཡོང་དུས་སངས་རྒྱས་ཀྱི་ཆོས་ཉམས་ལེན་ཡག་པོ་བྱེད་ཀྱི་ཡིན་ན། མི་ཚེ་འདི་དཔལ་རྣམ་པར་དག་པ་ཅིག། མི་ཡང་དག་པ་ཅིག། མི་ཆོས་པ་རྣམ་དག་ཅིག་ང་ཚོ་རྒྱ་གར་སྐད་ལ་མ་སོ་ན་མི་ཨི་མ་འདར་ར་དེ་འདྲ་ཅིག་ཏན་ཏན་ཆགས་ཀྱི་རེད། དང་པོ་ནི། དེ་འདྲའི་ཆེད་འང་ནས། དེ་འདྲའི་མི་དེའི་པཱ་ལགས་གཅིག་བྱས་པ་ཡིན་ན། པཱ་པ་སེམས་པ་བཟང་པོ་ཡག་པོ་ཆགས་རེད། དེ་འདྲའི་མི་དེ་ཨ་མ་གཅིག་ཡིན་པ་ཡིན་ན་ཨ་མ་སེམས་བཟང་ཅན་གཅིག་ཆགས་རེད། པཱ་པ་སེམས་བཟང་གཅིག་དང་ཨ་མ་སེམས་བཟང་གཅིག་གི་ཁྱིམ་ཚང་འདི་ནང་ལ་སྤུ་གུ་གཅིག་སྐྱེས་པ་ཡིན་ན་སྤུ་གུ་དེ་རླུང་རྟ་བརྒྱུད་པར་གདའ། བྱང་བུ་ཞི་བོ་རག་རེད། དེ་འདྲའི་གཅིག་གི་ཐོག་ནས་སྤུ་གུ་བཟང་པོ་དེ་གྱིས་ཕ་མའི་དྲིན་ལན་སྦྱར་ནས་ཕ་མ་ལ་ཞུགས་ཕན་ཐོགས་བྱེད་ཀྱི་རེད། རེད་བ། དེ་ཡིན་དུས་མི་བཟང་ཁོ་རང་སྐྱིད་པོ་ཆགས་སོང་བ་ཆོས་བྱས་ནས། མི་སྒེར་སོ་སོ་ལ་ལྟ་ཅི་སྨོས། དེ་ནས་གང་འཚམ་ཞུ་གི་དེ་ལོ་ཡག་ཡག་ཡག་རྒྱས་ཀྱི་རེད་བ། དེའི་དུས་ཡུན་དེ་ནང་ལ་མི་ཚེ་ནང་ལ་རྐྱེན་ངན་ག་ཚོད་འཕྲད་ཀྱི་རེད། དཔེར་ན་ང་ཚོ་བོད་པ་སྤྱི་ཡོངས་ཐོག་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་ཡ་རྐྱེན་ག་ཚོད་འཕྲད་རེད། ཡིན་ན་ཡང་སྐྱབས་བཅོལ་བ་གཞན་དག་དང་མི་འདྲ་བར་བོད་པ་འདི་སྡུག་པོ་དེ་འདྲའི་ཁྲེས་རེད་ཏེ་བོད་པའི་མི་དེ་གཟི་བརྗིད་ཆེ་བ། གདོང་ལ་འཛུམ་མདངས་ཡོད་པ་ཅིག་འདུག་བ། དེ་ག་རེ་བྱས་པ་རེད། ཆོས་ཀྱི་བྱིན་རླབས་རེད། བསོད་གྲགས་བཙོང་མཁན་གཅིག་པ་གཅིག་ཡིན་ན་ཡང་ཚོང་པ་གཅིག་པ་ཡིན་ན་ཡང་བོད་པའི་མི་དེ་བསོད་ནམས་ཆེ་བ་འདུག་བ། རླུང་རྟ་ཆེ་བ་འདུག་བ་ག་རེ་བྱས་རེད། ཁོ་ཆོས་ཀྱི་བྱིན་རླབས་རེད། རེད་བ། ད་དེ་ནས་གང་འཚམ་ཞུ་གི་དེ་རྒྱལ་མགོ་ཆག་གི་རོ་བ། ཆོས་ཡོད་པའི་མི་དེ་རྒན་མགོ་ཆག་གི་ཁ་ཐུག་དེ་ལ་པི་མུ་ན་ཡ་དང་གོ་ན་ཡ་དང་འདྲ་མི་འདྲ་ཡོང་གི་རེད་དེ། ཡིན་ན་ཡང། རྒན་མགོ་གཞན་དག་ལ་དཀའ་ཉེ་འཕྲད་བ་ན་བཞིན་འཕྲད་པ་དང་གཅིག་པ་རེད་དེ། བསམ་བློའི་ནང་ལ་ཆོས་ཀྱི་སྙིང་སྟོབས་དང་ཆོས་ཀྱི་བསམ་བློ། བཟོད་སེམས་ཀྱི་བསམ་བློ། བྱམས་སྙིང་རྗེ་ཡི་བསམ་བློ་དེ་གྱིས། དཀའ་ཉེ་འཕྲད་པ་གཅིག་པ་ཡིན་ན་ཡང་རྒན་མགོ་དེ་ལྟས་ཙམ་མི་འདྲ་ཆེ་བ་རེད། ཆོས་ཡོད་པའི་རྒྱལ་མགོ་དེ། གཟི་བརྗིད་ཆས་གཡོག་རེད་མི་འདྲ་ཡང་ཡོད་རེད། གཅིག་བྱས། ད་དེ་ནི་གནད་འགག་ཅིག་གར་ཡོད་རེད་ལ་ཡིན་ན། དཔེར་ན་ང་འདྲ་བོ་ཆགས་ཞབས་ཡིན་ན་སུའི་སུ་ལ་ཡ་ཕྱིན་རྗེས་རྒན་གསོ་ཁང་ལ་འགྲོ་མྱོང། ང་ཚོ་བོད་པའི་རྒན་གསོ་ཁང་ལ་ཡི་འགྲོ་ཡོད་རེད། སུའི་རྒན་གསོ་ཁང་དང་བོད་པའི་རྒན་གསོ་ཁང་ལ་ཁྱད་པར་གར་འདུག་ལ་དུས་ཕྱིས་ལོག་གི་ཧྥེ་སི་ལི་ཏི་མཐུན་རྐྱེན་དང་དེ་ཚོ་དང་ང་ཚོའི་བོད་པའི་རྒན་གསོ་ཁང་ག་ཡི་ཀུ་ཅི་མ་རེད། ཕྱི་རྒྱལ་དུ་ཧ་ལས་པ་རེད། རྩ་སྔགས་ཅི་ཡོད་མཐུན་རྐྱེན་འཛོམས་པ་ཅི་ཡོད་རེད། ཡོད་རེད་དེ། རྒན་གོག་ཁོ་རང་གིས་ཉི་མ་གཅིག་གི་དུས་ཚོད་སྐྱེལ་སྟངས་ག་འདྲ་སྐྱེལ་གི་འདུག་བལྟས་ན། ཕྱི་རྒྱལ་རྒན་གོག་མང་ཆེ་བ་དེ་མིག་ན་ཚ་རེ་ཟ་མེད་ན་ཀྲི་བི་བཏགས་ནས་སྐྱེལ་གི་རེད། ཚགས་པར་ཀློག་ནས་སྐྱེལ་གི་རེད། དེ་མ་གཏོགས་དེ་བ་ཅི་སྤྱན་རས་གཟིགས་སྒོམ་བདེ་བའི་སོར་བཞི་མ་ནས་འབྲང་བདེ་བའི་སོར་བཞི་སེམས་ཅན་ལ་སྙིང་རྗེ་སྒོམ་དུ་སྐོར་ར་བརྒྱབ་སྟེ་ཁ་འདོན་བྱེད་ས་མཐོང་ཡ་ཡོད་མ་རེད།

ཞོ་གས་ཡར་ལངས་པ་དང་ཀུན་སྤྱོད་མཆོད་པ་ཕུལ་ཡོད་ཟེར་མཆོད་པ་ཅིག་ཕུལ་ཡ་ཡོད་རེད། ཀོ་ར་ཅིག་འགྲོ་འོང་ཟེར་འགྲོ་ཡ་ཅིག་ཡོད་རེད། མ་ཎི་ཞིག་བགྲང་ཟེར་བགྲང་ཡ་ཡོད་རེད། དེས་སྐུ་མདུན་གྱི་གསུང་ཆོས་འདུག་ཟེར་འགྲོ་ཡ་ཅིག་ཡོད་རེད། བླ་མ་ཅི་ཞིག་ཅིག་མཇལ་དགོས་འདུག་འགྲོ་ཡ་ཡོད་རེད། ནང་ཆོས་ངོ་སྤྲོད་འདུག་ཟེར་འགྲོ་ཡ་ཅིག་ཡོད་རེད། ཁོ་རང་ཚོ་སྡེ་བའི་རིགས་འགའ་དེ་ཡིན་ན་ཡང་ཚོགས་འཚོགས་ཡ་ཡོད་རེད། སྤོས་འདུག་བ། དངོས་གནས་དྲང་གནས། ད་ཐ་ན་མཐའ་མ་འདི་ལ་གཤིས་ཀ་ལྷ་མོ་ཡིན་ན་ཡང་ཞབས་བརྟན་བྱེད་མཁན་ཡོད་རེད། ཕོ་བ་རྒྱག་མཁན་ཡོད་རེད།

མཐོང་ཡས་མ་འདོད་ནས་མཐོང་འཁོར་བ། རེད་བ། དེ་དུས་རྣམ་དག་བཞི་པོ་འབྱོར་ཏོ། དེ་ཡིན་ཙང་ད་ལྟ་ནས་བླ་མ་དཀོན་མཆོག་ལ་གསོལ་བ་བཏབ། རང་གི་སེམས་དེ་བླ་མ་དཀོན་མཆོག་དང་སེམས་ཐག་ཉེ་བོ། ཡི་དམ་དང་ཉེ་བོ། དེ་འདྲའི་ཅིག་གི་ཉམས་ལེན་ཡག་པོ་ཡོད་པ་ཡིན་ན། འོ་ད་ཤི་བའི་རྗེས་སུ་བར་དོའི་སྐབས་ལ། ཡི་དམ་གྱི་སྣང་བ་ཤར། བླ་མའི་སྣང་བ་ཤར། སངས་རྒྱས་ཀྱི་སྣང་བ་ཤར་ནས་རྔམ་སྒྲ་བྱེད་སྣང་ག་ཡོད་མ། འདྲ་བ། ད་དུང་སྙིང་རྗེ་ཉམས་ལེན་བཞི་བོ་ཡོད་ངེས་ཅན་ཡིན་ན། བར་དོའི་སྐབས་ལ་གདོང་དྲི་མཐོང་ཡོང་དུས་གཞལ་ཡས་བཞག་ནས་སྙིང་རྗེ་སྐྱེ་གི་རེད། རེད་བ། ད་ངག་གི་ཉམས་ལེན་ཡོད་ན་ད་ཚར་རེད། བྱས་ཙང་དེ་འདྲས་ཡིན་ཙང། ཆོས་ཉམས་ལེན་ཡོད་མེད་དེ། ད་ལྟ་ཡིན་ནའི་འདྲ། ཤི་ཀ་ལ་མོ་ཡིན་ནའི་འདྲ་ཤི་དུས་ཡིན་ནའི་འདྲ་ཤི་བའི་རྗེས་སུ་ཡིན་ནའི་འདྲ། མི་འདྲ་བ་ཆགས་ཀྱི་རེད། བྱས་ཙང་འདི་འདྲས་ཀྱི་ཁེ་ཕན་དེ་ང་ཚོ་ལ་ཡག་གུ་གུ་ཡོད་པ་ཡིན་ཙང། ཆོས་ཉམས་ལེན་ཟེར་ཉིན་རེ་བྱས་དགོས་རེད་སེ་གོ་ད། འཕྲལ་སེལ་འཕྲལ་སེལ་གྱི་ཚོང་འདྲ་བོ་དང་འཕྲལ་སེལ་གྱི་དཔེ་ཤག་འདྲ་བོ། འཕྲལ་སེལ་གྱི་གཏམ་སྙན་གྲགས་འདྲ་བོ་དེ་དེ་གཅིག་པོ་འགོ་མ་གོ། ང་རང་ཚོ་མི་ཡིན་ཙང་གསོན་དགོས་རེད་ཁ་ལག་ཟ་དགོས་རེད། འཐུང་དགོས་རེད་དུག་ལོག་གོན་དགོས་རེད། ཡིན་པ་ཡིན་ན་ཡང་མི་ཚེ་འདི་ཟ་ཡག་བཏུང་ཡག་གོན་ཡག་ཉལ་ཡག་འདི་ཅི་ཁོའི་ཆེད་དུ་ཡིན་བསམ་བྱས་ཁྱོན་ནས་འགྲོ་རྒྱུ་མ་རེད། མི་ཚེ་འདི་གི་བྱེད་ཡག་སྙིང་པོ་དེ་ཆོས་རེད། ཆོས་དེ་བྱས་བའི་ཞོར་ལ་ཨ་ནི་འཇིག་རྟེན་གྱི་ཟས་གོས་གནས་མལ་ཚོགས་ཡང་འདུག་བྱས་ནས་དོན་དག་མདོར་བསྡུས་ན། སྐྱབས་འཁོར་རིམ་གྱིས་བཀའ་གནང་བ་ནང་བཞིན་ང་ཚོ་འཇིག་རྟེན་པ་རྣམས་ཀྱིས། ནང་པ་འཇིག་རྟེན་པ་རྣམས་ཀྱིས། འཇིག་རྟེན་བརྒྱ་ཆ་ལྔ་བཅུ་ཆེད་ཆོས་བརྒྱ་ཆ་ལྔ་བཅུ་གཅིག་ཡིན་གྱི་མིན་གྱི་ཁྱད་པར་མཁྱེན་སོང་ཨ། འཇིག་རྟེན་བརྒྱ་ཆ་ལྔ་བཅུ་འདས་ཀྱི་ཟས་གོས་གནས་མལ་ལ་དཀའ་ངལ་མེད་པ། འཕྲལ་སེལ་གྱི་སྡུག་བསྔལ་བསལ་ཐུབ་ཡང་འཕྲལ་སེལ་གྱི་བདེ་སྐྱིད་ཐོབ་གི་རེད། བརྒྱ་ཆ་ལྔ་བཅུ་ཆོས་བདེ་ཆོས་བྱ་བ་འདས་ཀྱི་འཕྲལ་དང་ཕུགས་གཉིས་ཀ་ལ་སྡུག་བསྔལ་མེད་པ། ཕུགས་ལ་ཡང་ཕན་པ་བདེ་སྐྱིད་ཡོང་གི་རེད། འོ་ད་འདིས་དགོངས་པ་ཅི་བཞེས་དགོས་རེད་འདི་འགྲིག་སོང་ཨ། ད་ད་རིང་ངེད་ཀྱི་ཐེངས་དང་པོ་དེ་དེ་ཤུགས་ཆད་བཞིན་དུ་བྱུང་སོང་རེད་བ་དང་པོ་ངེད་ལ་ཆོས་སློབ་སྦྱོང་བྱས་དང་ཐོས་བསམ་སྒོམ་པ་བྱེད་དགོས་རེད་དེ་བྱས་ན་ཕན་ཡོན་ག་རེ་ཡོད་རེད་དེ་འདི་དང་པོ་ར་འཕྲོད་དགོས་འདུག་བ་དེ་ཧ་མ་གོ་དེ་ནི་བྱེད་རོགས་སྐོར་བྱེད་ཁོམ་རེད་བ་དེ་ཡིན་ཙང་འདི་ཞུས་པ་ཡིན། ད་གཞི་ནས་ད་ནང་ཆོས་ཟེར་ཡ་དེ་རྒྱ་ཆེ་མུ་མེད་པ་ཞིག་ཡོད་རེད། ཡིན་ནས་ནང་ཆོས་ཀྱི་ངོ་སྤྲོད་སྙིང་པོ་དེ་ག་རེ་རེད་ལབ་པ་ཡིན་པ་ཡིན་ན། སྡིག་པ་ཅི་ཡང་མི་བྱ་ཞིང་དགེ་བ་ཕུན་སུམ་ཚོགས་པར་སྤྱད། རང་གི་སེམས་ནི་ཡོངས་སུ་བསྡུ། འདི་ནི་སངས་རྒྱས་བསྟན་པ་ཡིན། ཟེར་འདི་གསུངས་དགོས་བ་རེད། བྱས་ཙང་འདི་འདྲ་ཡིན་པ་ཡིན་ཙང་ད་ངས་ག་རེ་ཞུ་དགོས་ཡོད་ལ་ན། ནང་པ་སྤྱི་ཡོངས་ཀྱི་ནང་ཆོས་ངོ་འཕྲོད་ཡག་དེ་ག་འདྲི་ཅིག་ངོ་འཕྲོད་དགོས་རེད་ལབ་པ་ཡིན་པ་ཡིན་ན། ནང་པ་སངས་རྒྱས་པའི་ཆོས་ལ། ཨ་ནི་ཐོས་བསམ་བྱས་པའི་ཐོག་ནས་དངོས་གནས་ནང་པའི་ཆོས་ཟེར་ཡ་འདི་ལུས་ངག་ཡིད་གསུམ་གྱི་སྟེང་ནས་སྡུག་བསྔལ་སེལ་ཡ་གཅིག་དང་བདེ་སྐྱིད་སྒྲུབ་པའི་ཐབས་གཅིག་རེད་ཤག་འདི་ངོ་འཕྲོད་དགོས། ནང་ཆོས་ཟེར་དུས་ལམ་ལུགས་སྲོལ་དེར་དཔེ་ཆ་འདྲ་བོ་ཡག་བསྒྲིགས་དཀོན་མཆོག་ཆོས་པ་ར་ཅིག་བཙོན་སྐོར་ར་ཅིག་བརྒྱབ་མ་ནས་དྲ་གྲངས་འདི་ཅི་གོ་ཅི་རེད་བསམ་དགོས་མ་རེད། ལུས་ཀྱི་ཨ་ནི་བའི་སྤྱོད་པ་ངན་པ་ཨ་ནི་ལུས་ཀྱི་ཉེས་པའི་སྐྱོན་བདེ་སྐྱིད་དེ་མ་བསལ་ཡ། ལུས་ཀྱི་ཐོག་ནས་དགེ་བ་བསྒྲུབ་ཡ་གཅིག། ངག་གི་ཉེས་པའི་སྐྱོན་བསལ་ངག་གི་ཐོག་ནས་དགེ་བ་བསྒྲུབ་ཡ་གཉིས། སྡིག་པ་ཅི་ཡང་མི་བྱ་ཞིང་དགེ་བ་ཕུན་སུམ་ཚོགས་སུ་འདི་བྱེད། ད་ཡིན་ན་ཡང་ལུས་ཀྱི་ལུས་ངག་གཉིས་ཀྱི་སྡིག་པ་སྤང་དགེ་བ་བསྒྲུབ་སླ་ཡ་དེ་རྩ་བ་ཐུག་ས་དེ་སེམས་ལ་ཐུག་གི་ཡོད་རེད་བ། དེ་འདྲ་ཡིན་པ་ཡིན་ཙང། ནང་ཆོས་ཀྱི་དམིགས་ཡུལ་དང་ནང་ཆོས་ཀྱི་གཙོ་བོ་དེ་ནང་པའི་ཆོས་མཆོད་ཟས་ཏེ། མཆོད་ཟས་དེ་ལ་དར་རམ་ཟིག་གི་འདུ་བ། དར་རམ་ཟས་དེ་གི་དོན་དག་དེ་འཛིན་པ་ཟིག་གི་བོར་བ། འཛིན་པ་ཟས་དེ་ག་རེ། དཔེར་ན་ཕྱག་བཞག་པ་ཡིན་ན་དེ་ནི་མ། ཕོ་བ་དེ་མ་ཟག་དྲུག་གི་འདུ་ན། ཟག་མ་བཅུ་བ་ཅི་ལག་པས་ཟིམ་སོང་ན་འཛིན་པ་ཟིག་གི་བོར་བ། དེ་ནང་བཞིན། སངས་རྒྱས་ཀྱི་ཆོས་ཟད་དེ། སེམས་ཅན། འཁོར་བ་དང་ངན་སོང་གི་སྡུག་བསྔལ་རྣམས་ལ་མ་ཟག་སྒྲོག་བྱས་ནས་ལྷུང་སྒྲོག་བྱེད་པའི་སྐབས་ལ་སྐྱབས་ནས་འཛིན་བདེ་མཁན་གཅིག་ལ་ཆོས་ཟེར་བ་ལ། དེ་འདྲ་ཡིན་པ་ཡིན་ཙང། ཆོས་ཟེར་དུས་བསམ་བློ་རྣམས་ལ་ག་འདྲའི་གོ་རེ་བསྐོན། སྡུག་བསྔལ་ལས་སྐྱོབ་པར་བྱེད་པའི་ཐབས་ཤིག་ལ་ཨ་ནི་ཆོས་ཟེར་བ་རེད། དེ་འདྲའི་ཡིན་པ་ཡིན་ཙང་ཆོས་ཀྱི་གོ་དོན་འདི་བྱས། ད་དེ་ཡི་རྩ་བ་ག་བ་ཐུག་ཡོད་རེད་ལབ་པ་ཡིན་ན་སེམས་ལ་ཐུག་ཡོད་རེད། དེ་འདྲའི་ཡིན་ཙང་སྡུག་བསྔལ་ལས་མང་ལྷུང་ཡག་འཁོར་བ་དང་ངན་སོང་ལ་མ་བཟང་ནས་སྡུག་བསྔལ་མནར་བར་བྱེད་མཁན་དེ་གཙོ་བོ་སེམས་མ་ཐུལ་བའི་དབང་གིས། སེམས་ཆགས་སྡང་ཉོན་མོངས་ཀྱི་དབང་དུ་སོང་བའི་དབང་གིས་རེད་བ། ད་ལྟའི་བསྒྱུར་བཅོས་བཏང་པའི་ཐོག་ནས་རང་གི་སེམས་ལ་རང་གིས་བདག་པོ་རྒྱག་ནས་སོ་སོའི་སེམས་དེ་དངོས་གནས་དྲང་གནས་བག་ཆགས་སྡང་དང་རྣམ་རྟོག་ངན་པའི་དབང་དུ་མ་སོང་བར་སེམས་དཔའ་བའི་བྱམས་པ་དང་སྙིང་རྗེ་ཕན་པའི་བསམ་པ་གཞན་ལ་གནོད་པ་མི་བྱེད་པའི་བསམ་པ་དེ་འདྲའི་གཅིག་ལ་ཡང་བདག་པོ་རྒྱབ་བྱས་ནས་རང་གི་སེམས་དེ་བེད་སྲུང་བྱས་ནས་སེམས་བཟང་པོ་བྱས་ནས་བསྡད་ཡིན་ན། ཨོ་དེ་ལ་ཡ་ད་ཆོས་ཟ་ད་ཆོས་དངོས་གནས་དེ་དེ་རེད། རང་གི་སེམས་ནི་ཡོངས་སུ་བསྡུས་ད་གང་ད། དངོས་གནས་དྲ་གནས་ནང་པ་ཟིང་ངེ་ཅིག་ཡིན་པ་ཡིན་ན་ག་དུས་ཡིན་ན་ཡང་སོ་སོའི་སེམས་ལ་དུ་སུ་མ་བལྟ་བསྡད་དགོས་གསོར་བྱེད་པ་རེད། སོ་སོའི་སེམས་ནང་ལ་སྡུག་ག་ཅིག་སླེབས་སོང་ན་ཨོ་ད། དངོས་གནས་དྲ་གནས་ཆགས་སྡང་ཉོན་མོངས་བསྐྱེད་ཡ་གྱི་ཡོང་གི་འདུག་ད། འདི་སྐྱེ་རུ་བཅུག་བཞིན་རང་དང་གཞན་ལ་སྡུག་བསྔལ་མང་པོ་ཡོང་གི་རེད། རང་གཞན་ལ་སྡུག་བསྔལ་ཡོང་ཡ་གྱི་རྩ་བ་དེ་དེ་རེད་ད། དྲན་ཤེས་བརྟན་ནས། སེམས་སྐྱོན་གྱི་ཆ་དེ་ཤེས་ནས་དགག་ཐབས་བྱེད་ཡ། རང་གི་སེམས་ལ་དུ་བལྟས་ནས་མཚམས་མཚམས་བྱམས་པ་དང་སྙིང་རྗེ་འདྲ་བོ་དང་ཕན་པའི་བསམ་པ་འདྲ་བོ། སྤྱི་ཚོགས་ཞབས་ཞུ་གི་བསམ་པ་འདྲ་བོ། ཅིག་རང་གཞན་ལ་ཕན་པའི་བསམ་པ་འདྲ་བོ་སྒེར་དང་སྤྱི་ལ་ཕན་པའི་བསམ་པ་བསམ་པ་བཟང་པོ་དེ་འདྲ་སླེབས་ཡོང་དུས་འགྲིག་ག། ད་སེམས་པ་བཟང་པོ་ཞིག་སླེབས་ཡོང་གི་འདུག་དེ་ངས་བདག་པོ་བརྒྱབ་ནས་གོང་ནས་གོང་དུ་ཡར་བསྐྱེད་དགོས་རེད་བྱས་ནས་གོང་འཕེལ་བྱེད་ཡག་ད་དེ་ཆོས་རེད་ད། སོ་སོའི་སེམས་ལ་མ་བལྟས་ནས་སེམས་ངན་པ་སླེབས་ཡོང་དུས་ཙམ་པ་ལམ་སང་མ་བཀག་ཡག་གི་འབད་བརྩོན་བྱེད་ཡག་སེམས་པ་བཟང་པོ་འདུག་ཡར་སླེབས་ཡོང་དུས་ཁོ་ཡག་ཅིག་གོང་ནས་གོང་དུ་ཡར་བསྐྱེད་ཡག་འབད་བརྩོན་བྱེད་ཡག་ཧོ་དེ་འདྲས་བྱས་པ་ཡིན་ན། ལུས་དང་ངག་གི་སྤྱོད་པ་ཡག་ཏུ་རང་བཞིན་འགྲོ་གི་རེད། རང་གི་སེམས་ལ་པས་བརྟག་དཔྱད་བྱེད་ཡག་དང་བྱ་ར་བྱེད་ཡག་དང་དྲན་ཤེས་བརྟེན་ནས་བྱ་ར་བྱས་འདི་རྒྱུན་ནས་མ་བྱས་ན། སེམས་ལ་བསྐོར་བ་གང་དྲན་ནས་དྲན་རུ་བཅུག་སེམས་ལ་བསམ་བློ་སྡུག་ཅག་ག་རིགས་ཤར་ནས་ཤར་རུ་བཅུག་བཞག་ན། སེམས་དེ་ཡིས་སོ་སོ་ལ་དབང་བསྒྱུར་བྱས་ནས་ཨ་ནི་ལུས་ངག་གི་སྤྱོད་པ་སྡུག་ཁ་ཚང་མ་ཐོན་ཡོང་སྐོར་བ། ཇི་ལྟར་དེ་ཡིན་ཙང། ལུས་ངག་གི་ངན་པ་ཡོངས་རྫོགས་སེམས་ངན་པ་ནི་ཡོང། ལུས་ངག་གི་བཟང་པོ་ཡོངས་རྫོགས་སེམས་བཟང་པོ་ནི་ཡོང་གི་ཡོད་པ་ཤེས་ནས་སེམས་ངན་པ་བཀག་ཡག་དང་བཟང་པོ་སྒྲུབ་ཡག་དེའི་ཐོག་ལ་ཡར་ཤུགས་བསྐྱོན་པ་ཡིན་ན། ཨོ་རང་གི་སེམས་ནི་ཡོངས་སུ་དུས་དེ་རེད། ད་དེ་རེད་ད་ཆོས་ངོ་མ་དེ་དེ་རེད། རེད་སོང་ཨ། དེ་འདྲའི་གི་པའི་ཆོས་ཡག་པོ་ཅིག་ཨ་ནི་བྱེད་གི་བྱེད་གི་ལ་ཨ་ནི་ཞར་དང་ཞོར་ལ་བསོད་ནམས་གི་ཚོགས་བསགས་ཡག་ཞར་དང་ཞོར་ལ་དཀོན་མཆོག་མཆོད་པ་ལ་བརྩོན་པ་ཞར་དང་ཞོར་ལ་ཡག་སྐོར་ར་རྒྱག་ཡག་ཁ་འདོན་དགེ་སྦྱོར་བྱེད་ཡག་བདེ་སྐྱིད་དེ་ཞར་བྱུང་འགྲོ་གི་བ་རེད། རང་གི་སེམས་ལ་མེད་ཁྱོད་ནི་དོ་སྣང་མ་བྲལ་བ་བྱས་སེམས་དེ་གར་བྱེད་ན་བྱས་ཟེར་ན་བཏང་ཕ་ཆོག་ངོ་ཁ་འདོན་ཞིབ་བོ་བྱས་བ་ཡིན་ན་ཡང་དེ་ཙམ་གི་ཆོས་སྡིག་མ་ལ་འགྲོ་གི་མ་རེད། སྐོར་ར་བཞི་བོ་ཅིག་བརྒྱབ་པ་ཡིན་ནའི་དེ་ཙམ་གྱི་ཆོས་སྡིག་མ་ལ་འགྲོ་གི་མ་རེད། རེད་སོང་ཨ། བྱས་ཙང་ཀ། ཅིག་སེམས་དེ་པས་སྡུག་ཅག་ཅིག་མྱ་མ་ནི་ག་ཚོད་བགྲང་བདེ་བ་ཡིན་ན་ཡང་ཨ་ནི་ཅིག་གི། ཉོན་མོངས་མ་ཟད་སེན་མོ་ཟད་སེ་ལ་བ་ན་བཞིན་དེ་འདྲའི་ཡོང་ཡས་ཀྱི་ཉེན་ཁ་ཡོད་སོང་རེད། བྱས་ཙང་དེ་འདྲའི་ཡིན་པ་ཡིན་དུས་ཙང་པ་ག་དུས་ཡིན་ན་ཡང་དྲན་ཤེས་བརྟེན་ཨ་སེམས་ལ་པ་ཅིག་དྲན་ཤེས་བརྟེན་དུས་སུ་བྱས་ཡིན་ན་ཡག་པོ་ཡོད་རེད། དེ་ནས་ནང་ཆོས། སྙིང་པོ་འདྲ་བོ་དེ་དེ་བྱས། ད་དེ་ནས་ངས་ཁྱེད་རང་ཚོ་ལ་ཡང་འབོད་སྐུལ་ག་རེ་ཞུ་གི་ཡིན་ཟེར་ན་ས་བཅད་གཉིས་པ་དང་འབྲེལ་ནས། གལ་ཏེ་ཁྱེད་རང་ཚོ་ནང་ཆོས་ངོ་སྤྲོད་དངོས་གནས་ཡག་པོ་ཅིག་དགོས་ཀྱི་འདུག་བསམ་ན། ཉི་མ་གཅིག་ནང་ཆོས་ཐོས་པ་དེ་ཅི་དགོས་ཚིམ་གྱི་མ་རེད། དེ་བཙུད་དགོས་འགྲིག་མ་རེད། ད་ཁྱེད་རང་ཚོ་དངོས་གནས་དྲང་གནས། ཨོ་ང་ཚོ་པའི་སྟོན་པའི་རྗེས་འཇུག་གི་ནང་པ་ཡིན་བོད་མི་ཡིན་སྐྱབས་མགོན་རིན་པོ་ཆེ་བཀའ་སློབ་གནང་བ་ནང་བཞིན་ད་ང་ཚོ་དངོས་གནས་ནང་ཆོས་སློབ་སྦྱོང་ཡག་པོ་བྱེད་ཆེ་བོ་རེད་ཟེར་ཡ་ཆེད། ད་མ་གཞི་ངེད་ཀྱིས་དང་པོ་འདི་ཤེས་འགའ་ཡོད་བསམ་འདུག་སྐྱབས་མགོན་རིན་པོ་ཆེན་གྱིས་མི་མང་ལ་ནང་ཆོས་སློབ་སྦྱོང་བྱེད་དགོས་རེད་ཟེར་གར་ཅི་ནས་གསུངས་རེད། མ་གསུངས་ན་འགྲིག་རུ་བ། གསུང་དགོས་རྒྱུ་མཚན་ག་རེད། དྲི་བ་གཅིག། དྲི་བ་གཉིས་པ། སྐྱབས་མགོ་རུ་མི་ཅན་གྱིས་མི་མང་ལ་ནང་ཆོས་སློབ་སྦྱོང་བྱེད་གསུངས་པ་འདི་གྱིས་གལ་ཏེ་མི་མང་གིས་ནང་ཆོས་སློབ་སྦྱོང་བྱེད་ན་སྐྱབས་མགོ་རུ་མཇལ་ལ་ཕན་གི་ཡོད་རེད། མི་མང་ལ་ཕན་གི་ཡོད་རེད། དྲི་བ་གཉིས་པ། འདི་ང་ཚོ་དགོངས་པ་བཞེས་གི་མི་འདུག་བ། སྐུ་མདུན་གྱིས་གསུངས་སོང་ཨ་ནི་བྱས་པ་ཡིན། ཧ་ལམ་མ་སོང་ན་སྐུ་མདུན་ལ་ཕན་རྒྱུ་ཡོད་བས་སོ་རོགས། ནང་ཆོས་སློབ་སྦྱོང་བྱས་ན། འདི་མར་བ། ང་ག་རེ་དྲན་གི་ལགས་ན། ངས་སྐད་ཆ་ང་རང་སེམས་ཀྱི་ཚོར་བ་བཤད་ཡ་ཡིན་ན། ད་ལྟ་སྐྱབས་མགོན་རོང་པོ་ཅན་འདི་གལ་ཏེ་ང་ཚོའི་སེམས་ཀྱི་ཐོག་ནས་ཡིད་ཆེས་བྱེད་པ་ནང་བཞིན། སྤྱན་རས་གཟིགས་ཀྱི་སྤྲུལ་པ་ཡིན་པ་ཡིན་ན། སྤྱན་རས་གཟིགས་དང་པོ་ང་ཚོ་ངོ་ཤེས་དགོས་ལ། སྤྱན་རས་གཟིགས་ཟེར་ཡ་དེ་ག་རེ་རེད། ཕྱག་སྟོང་ཕྲག་གཅིག་ཏུ་འདྲེ་ཡོད་བདེ་བ་གཅིག་རེད་བས། ཕྱག་བཞི་འདི་འདྲེ་ཡོད་བདེ་བ་གཅིག་རེད་བས་དེ་ཧ་ལས་མི་འདུག་བརྒྱ་ག་ལྷག་ལས་མང་དག་ཆོད་འདུག། སྤྱན་རས་གཟིགས་ཟེར་ཡ་དེ་སངས་རྒྱས་ཐམས་ཅད་ཀྱི་སྙིང་རྗེ་ཆེན་པོའི་ཡོན་ཏན་ལྷ་ཡི་སྐུ་ལ་ཤར་བདེ་བ་རེད། སྤྱན་རས་གཟིགས་ལ་དྲང་དོན་ངེས་དོན་གཉིས་ཡོད་རེད། ངེས་དོན་གྱི་སྤྱན་རས་གཟིགས་ཟེར་དུས་སྤྱན་རས་གཟིགས་དངོས་གནས་དེ་ལ་རེད། སྤྱན་རས་གཟིགས་དངོས་གནས་དེ་ག་རེ་རེད་ལགས་ན། སངས་རྒྱས་ཐམས་ཅད་ཀྱི་རྒྱུད་ཀྱི་སྙིང་རྗེ་ཆེན་པོ་དེ་རེད། སྤྱན་རས་སུ་བསྔོ་ནི་དེ། ད་སྤྱན་རས་སུ་བསྔོ་ནི་དེ་སངས་རྒྱས་ཐམས་ཅད་ཀྱི་སྙིང་རྗེ་ཆེན་པོ་བཞག་ནས་དེ་ལྷ་སྐུའི་རྣམ་པ་ལ་ཤར་ཡོང་དུས་དྲང་དོན་གྱི་སྤྱན་རས་གཟིགས་ཟེར་ད་ང་ཚོའི་རྗེས་འདེད་ཀྱི་སྤྱན་རས་སུ་སྐུ་དང་སྐུ་དེ་ཚོ་རེད། འགྲིག་འདུག་བ། དེ་ཡིན་ཙང་སྤྱན་རས་སུ་བསྔོ་ནི་དེ་སྙིང་རྗེ་ཆེན་པོ་རེད་འདུག་བ། སངས་རྒྱས་ཐམས་ཅད་ཀྱི་སྙིང་རྗེ་ཆེན་པོ་དེ། དེ་ཡིན་དུས་གལ་ཏེ་རྒྱ་གོར་མོ་ཆེ་སྤྱན་རས་གཟིགས་ཀྱི་སྤྲུལ་པ་ཡིན་ན། ད་རྒྱ་བ་རིན་པོ་ཆེ་དེ་སངས་རྒྱས་ཐམས་ཅད་ཀྱི་སྙིང་རྗེ་ཆེན་པོ་སྐུ་ལ་ཤར་བདེ་བར་བ་བླ་མའི་རྣམ་པ་འཕེལ་བ། ད་སངས་རྒྱས་ཐམས་ཅད་ཀྱི་སྙིང་རྗེ་ཆེན་པོ་ཟེར་དུས་ག་འདྲས་བྱེད་རོགས་ནི། སངས་རྒྱས་ཐམས་ཅད་ཀྱི་ང་ཚོ་ལ་སྙིང་རྗེ་དེ་ག་འདྲས་བྱེད་རོགས་རེད། བྱས་ཙང་ཀ། སངས་རྒྱས་ཀྱིས་ང་རང་ཚོ་ལ་སྙིང་རྗེ་ཅིག་སྐྱེ་ཡོང་དུས་སྙིང་རྗེ་ག་འདྲས་བྱེད་རོགས་ལགས་ན་སྙིང་རྗེ་ཀྱི་དོན་དག་དེ། སེམས་ཅན་སྡུག་བསྔལ་ལས་བྲལ་བར་འདོད་པའི་བློ་དེ་རེད། སྙིང་རྗེ་མཚན་ཉིད་ཞོའོ་ལགས་ན་སེམས་ཅན་སྡུག་བསྔལ་ལས་བྲལ་བར་འདོད་པའི་བསམ་པ་དེ་སྙིང་རྗེ་རེད། སྙིང་རྗེ་ཆེན་པོའོ་ལགས་ཡོང་དོན་སེམས་ཅན་ཐམས་ཅད་ལའོ། སེམས་ཅན་ཐམས་ཅད་ལ་དམིགས་ནས་སྡུག་བསྔལ་ལས་བྲལ་བར་འདོད་པའི་བློ་བཅོས་མ་མ་ཡིན་པ་དེ་སྙིང་རྗེ་ཆེན་པོ་རེད། བྱས་ཙང། སྐྱབས་མགོན་རུ་མི་ཅན་གྱི་ང་ཚོ་ལ་ཡང་སྙིང་རྗེ་སྐྱེ་ཡོང་དོན། འདི་སྐྱེས་ཏེ། འགྲོ་བ་འདི་སྐྱེས་ཏེ་ངས་དགེ་ཕྲུག་འདི་སྐྱེས་ཏེ། སྡུག་བསྔལ་ལས་ཁྲེལ་བར་ཤོག་བསམ་པ་གཅིག་གིས་དགོངས་པ་དེ་ཡོད་རེད་པ། ཡོད་རེད་པ། ད། སྐྱང་ཁུ་རུ་མི་ཅན་གྱི་ང་རང་ཚོ་ལ་ཡང་སྡུག་བསྔལ་ལས་ཁྲེལ་བར་ཤོག་བསམ་པའི་སྙིང་རྗེ་དེ་སྐྱེས་པའི་རྗེས་སུ། ལག་ལེན་གྱི་བསྟར་གོ་རེ་བསྟར་གོ་མ་རེད། ད་ལག་ལེན་བསྟར་དགོས་བ་ཡིན་ཙང་ང་ཨ་ནི་བས་བོད་མིག་གིས་མཚོན་པའི་སེམས་ཅན་བདེ་སྐྱིད་དེ་ལ་ཡང་ང་སྡུག་བསྔལ་དེ་ཕྲད་ན་བསམ་པའི་སྙིང་རྗེ་སྐྱེ་གི་འདུག་བྱས་ནས་དགོངས་པ་ཁོ། ད་དགོངས་པ་ཁོ་ནས་བསྐྱང་བསྐུར་རུམ་བཅས་ཕྱག་བསྐྱངས་ནས་ང་ཚོའི་སྡུག་བསྔལ་ཚང་བ་མེད་པ་བཟོས་ཐུག་རོ་བས། རེ་བ། ང་ཚོའི་གི་སྡིག་སྡུག་བསྔལ་ཡོང་བས་ཀྱི་རྒྱུ་སྡིག་པ་དེ་ཚོ་བསྐྱང་བསྐུར་རུམ་ཅན་གྱི་ཆུས་འཁྲུད་ཐུག་རོ་བས། ཁ་བོར་བ། སྡིག་པའི་དྲི་མ་ཆུ་ཡིས་མི་བཀྲུ་ཞིང། འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ། དེ་མ་ཟད་སྙིང་ང་བས་སྙིང་རྗེ་ཞུ་བོ་ཡོད་དང་ང་དགེ་ཕྲུག་ཚོ་ལ། ངེད་ཀྱི་རྒྱུད་ལ་ཡོད་པའི་སྤངས་རྟོགས་ཀྱི་ཡོན་ཏན་ཚང་མ་ཡ། ཟེར་ནས་ང་ཚོ་ལ་སྤྲད་ཡ་ཡོད་རེད་པས། ཡོད་མ་རེད་བ། སྡིག་པའི་དྲི་མ་ཆུ་ཡིས་མི་བཀྲུ་ཞིང། འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ། ཉིད་ཀྱི་རྟོགས་པ་གཞན་ལ་སྤོབས་མིན་ཟེར་བ་ད། པ་དེ་གསུམ་ཀ་མི་འདུ་བ། ཡེ་ནས་སྙིང་རྗེ་འདུ་བ། ད་ག་རེ་བྱེད་དགོས་རེད་སྙིང་རྗེ་འདི་ཀྱི། ཨོ། ང་རང། སྔ་མ་ཁྱེད་རང་ཚོ་ནང་བཞིན་སེམས་ཅན་ཡིན་ད། དེ་དུས་ང་ལ་ཆགས་སྡང་ཉོན་མོངས་ཡོད་ད། དེའི་དབང་གིས་སྡུག་བསྔལ་མང་པོ་ཅིག་སྐྱེས་སོང་ད། ད་ང་འདི་དུས་ཙམ་པ་བས་སྡུག་བསྔལ་ལས་བྲལ་ཡག་གི་ཆེད་དུ། ཨ་ནི་ངས་ག་རེ་བྱེད་ཡིན་ཟེར་ན། སངས་རྒྱས་ཀྱི་ཆོས་ལ་ཡང་ཐོས་བསམ་དང་སྒོམ་པ་བྱེད་ཡིན། སྒོམ་ཉམས་ལེན་བྱེད་ནས་ཨ་ནི་ཤི་ནས་ཡག་ཆེད་ཡིན། སྡུག་བསྔལ་ལས་བྲལ་སོང། དེ་འདྲ་ཡིན་ཙང་ཁྱེད་རང་ཚོ་ཡིན་ན་ཡང། ང་ཁྱེད་རང་ཚོ་ལ་ཡ་སྡུག་བསྔལ་གྱི་མནར་བ་དེ་མཐོང་ཡོང་དུས་སྙིང་རྗེ་ཞེ་བོ་སྐྱེ་གི་འདུག། ད་ཁྱེད་རང་ཚོ་སྡུག་བསྔལ་ལས་བྲལ་གོ་རེད་ད། ད་སྡུག་བསྔལ་ལས་བྲལ་བ་ལ་ག་རེ་བྱེད་ཡ་འདུག་ལགས་ན། སྡུག་བསྔལ་ལས་བྲལ་བར་བྱེད་པའི་ཐབས་ལམ་དེ་ངས་ཁྱེད་རང་ཚོར་འགྲེལ་བཤད་རྒྱག་ཡ་འདུག་ངོ་སྤྲོད་བྱེད་ཡ་འདུག། ཡིན་ནས་ཐབས་ལམ་དེ་ལ་ཡ་འབད་བརྩོན་བསྟེན་ཡ་དཀའ་ལས་དེ་ཁྱེད་རང་ཚོ་རྒྱག་གོ་རེད་ད་བྱས་ནས། བཞི་ནས་བཅོམ་ལྡན་གུ་རུ་མཆོག་གི་ཐུགས་ལ་སེམས་ཅན་སྡུག་བསྔལ་ལས་བྲལ་བ་ཡག་གི་དོན་དག་ལ་ཐབས་ལམ་བསྟེན་དགོས་ཀྱི་ཡོད་པ་འདི་མཁྱེན་དགོས་པར་གདའ། དེ་མཁྱེན་ནས ྋསྐྱབས་གུ་རུ་མཆོག་རང་ཉིད་ཀྱིས་དཔལ་དགུང་ལོ་བཅུ་གསུམ་འདི་འདྲའི་གཅིག་ནས་ཆོས་གསུང་ཡང་འགོ་བཙུགས་ནས་ད་ལྟ་བར་དུ་ཆོས་གསུང་བར་གདའ། ད་དེ་འདྲའི་བར་དུ་ཆོས་གསུང་ཡོང་བ་ཡིན་དུས་དེ་ང་ཚོས་ཤེས་དགོས་བ་རེད། དེ་འདྲ་ཡིན་པ་ཡིན་ཙང། སྐྱབས་མགོན་རིན་པོ་ཆེན་གྱི་ཆོས་གསུང་བདེ་བ་དེ་ད་དུང་མུ་མཐུད་ནས་ངོ་སྤྲོད་བྱེད་ཡ་དང། མི་མང་གི་ངོས་ནས་ཡིན་ན་ཡང་དེ་ལ་དོ་སྣང་སྤྲད་ནས་སློབ་སྦྱོང་བྱེད་ཡ་དང། སློབ་སྦྱོང་དེ་བྱེད་ནས་ཆོས་དེ་ཅིག་ཤེས་ཚར་བའི་ཞོག་ཁུ་དེ་ལ་ཨ་ནི་མི་མང་སོ་སོའི་གི་དཀའ་ལས་རྒྱག་ཡོང་དུས་ཨ་ནི་སྡུག་བསྔལ་ལས་བྲལ་ནས་དམིགས་ཡུལ་འགྲུབ་དགོས་བ་རེད། སྙིང་རྗེ་ཆེན་པོའི་དམིགས་ཡུལ་དེ་དུས་འགྲུབ་དགོས་བ་རེད། གལ་ཏེ་མི་མང་གི་ནང་ཆོས་སློབ་སྦྱོང་ཐོས་བསམ་སྒོམ་པ་གང་ཡང་མ་བྱས་ན། སྐྱབས་མགོན་རིན་པོ་ཆེན་གྱི་ང་ཚོ་ལ་སྙིང་རྗེ་ག་ཚོད་ཡོད་ལབ་ན་ཡང་དམིགས་ཡུལ་འགྲུབ་མཁན་ཡོད་མ་རེད། སྐྱབས་མགོན་རིན་པོ་ཆེ་ཁོ་རང་ངོས་ནས་སྙིང་རྗེ་སྐྱེ་ཡ་དེ་སྒྲུབ་རེད་དེ། དམིགས་ཡུལ་མཐར་ཐུག་སེམས་ཅན་སྡུག་བསྔལ་བྲལ་བོར་བ་དེ་སྒྲུབ་ཡ་ཡོད་མ་རེད་དཱ། དེ་འདྲ་ཡིན་པ་ཡིན་ཙང་ནང་ཆོས་ངོ་སྤྲོད་བྱས། ནང་ཆོས་སློབ་སྦྱོང་བྱས། ནང་ཆོས་ཉམས་ལེན་བྱས་གསུང་ཡ་དེ་ང་ཚོ་ལ་སྙིང་རྗེ་ཆེ་དྲགས་ནས་གསུང་གི་ཡོད་རེད། དེ་ང་ཚོས་མཁྱེན་དགོས་ཀྱི་འདུག་མི་མང་གིས།